བཀྲ་ཤིས་བདེ་ལེགས། དེ་ནི་དེ་རིང་ང་ཚོ་གཞིས་ཆགས་དགུན་ཆར་མཛོད་རྩ་བ་བར་གནས་བསྐུལ་བའི་སྐབས་དང་པོ་རྒྱུ་མཚན་གཉིས་ཀྱིས་ཐེག་པའི་ས་ལམ་རྣམ་པར་བཞག་པའི་སློབ་ཚན་བཅུ་བཞི་པ་དེ་འགྲོ་བ་ཡིན། དེ་ནི་དེ་རིང་གི་སློབ་ཚན་གྱི་བརྗོད་གཞི་ཡིན་ན་ཐེག་ཆེན་ཐུན་མོང་མ་ཡིན་པའི་ས་བཤད་པ་དང་པོ་འོ་དེ་རེད། སྤྱིར་བཏང་ཐེག་ཆེན་ཐུན་མོང་མ་ཡིན་པའི་ས་བཤད་པ་འདི་ལ་ནང་གསེས་ཀྱི་ས་བཅད་དྲུག་འདུག་དེ་ནས་དེ་རིང་ང་ཚོས་ཟབ་ཁྱད་ཁྲིད་ཀྱི་དང་པོ། མཚན་གྱི་ངོ་བོ་དང་ངེས་ཚིག་ཟེར་བ་འདི་བཤད་ཡིན། དེ་ནས་དེའི་རྩ་བ་ཡིན་ན་རབ་དགའ་དྲི་མེད་ཨོ་ཆེ་ཨོ་འཕྲོ་དང་སྦྱང་དཀའ་མངོན་གྱུར་རིང་སོང་མི་གཡོ་བ་ལེགས་བློ་ཆུ་སྤྲིན། དེ་གསུངས་པ་རེད། དེའི་རྩ་ཚིག་གི་ནང་དོན་ཡིན་ན་ས་བཅུ་གའི་མིང་གི་རྣམ་གྲངས་དེ་མ་རྩིས་སྦྱར་བ་འོ་དེ་འདྲ་ཞིག་རེད། ཞེས་པ་སྟེ་ས་དང་པོ་རབ་ཏུ་དགའ་བ་གཉིས་པ་དྲི་མ་མེད་པ་གསུམ་པ་འོད་བྱེད་པ་བཞི་པ་འོད་འཕྲོ་བ་ལྔ་བ་སྦྱང་དཀའ་བ་དྲུག་པ་མངོན་དུ་ཕྱོགས་པ། བདུན་པ་རང་དུ་སོང་བ་བརྒྱད་པ་མི་གཡོ་བ་དགུ་བ་ལག་པའི་ལོ་དྲུག་བཅུ་བ་ཆུ་གཅིག་སྤྲིན་རྣམས་སོ་ཟེར་འོ་དེ་སོང་བར་ད་འདི་ས་བཅུ་གའི་མིང་གི་རྣམ་གྲངས་དེ་རེད། འདི་ནི་ས་བཅུ་བོ་རེ་རེ་གའི་མིང་གི་དོན་དག་ག་རེ་ལབ་ན་དེ་དག་གི་ངེས་ཚིག་ནི་སྔར་མ་མཐོང་བའི་ཆོས་ཉིད་ཀྱི་དོན་མཐོང་བས་རང་དོན་བྱང་ཆུབ་མཆོག་ལ་ཉེ་བ་དང་གཞན་དོན་སེམས་ཅན་གྱི་དོན་རླབས་པོ་ཆེ་འགྲུབ་པར་མཐོང་ནས་རབ་ཏུ་དགའ་བ་སྐྱེ་བའི་ཕྱིར་ས་དང་པོ་རབ་ཏུ་དགའ་བ། ས་དང་པོ་རབ་ཏུ་དགའ་བ་ཟེར་དགོས་པའི་རྒྱུ་མཚན་ཏེ། ད་རེས་ལབ་སྟེ། སྔར་མ་མཐོང་བའི་ཆོས་ཉིད་ཀྱི་དོན་མཐོང་བས། སྔར་མ་མཐོང་བའི་ཆོས་ཉིད་ཀྱི་དོན་མཐོང་ཞེས་ལབ་པ་ཡིན་ན། དཔེར་ན་ཚོགས་ལམ་དང་སྦྱོར་ལམ་གྱི་སྐབས་སུ་ཡང། ཆོས་ཉིད་དམ་ཡང་ན་སྟོང་པ་ཉིད་དེ་རྟོགས་ཀྱི་ཡོད་པ་རེད། ཐ་ན་ལམ་མ་ཞུགས་པའི་གནས་སྐབས་སུ་ཡང་སྟོང་པ་ཉིད་རྟོགས་པ་དེ་འདྲ་ཡོད་པ་རེད། ཡིན་ན་ཡང། སྐབས་འདིར་སྔར་མ་མཐོང་བའི་ཆོས་ཉིད་ཀྱི་དོན་ཟེར་དགོས་པ་དེ་མངོན་སུམ་དུ་མ་མཐོང་བ། ད་ནི་ཐེག་ཆེན་གྱི་དབང་དུ་བྱས་པ་ཡིན་ན་སྟོང་པ་ཉིད་མངོན་སུམ་དུ་རྟོགས་པ་སྟོང་པ་ཉིད་མངོན་སུམ་དུ་མཐོང་བ་དེ་ཐེག་ཆེན་གྱི་མཐོང་ལམ་ནི་ཐོབ་ཀྱི་ཡོད་པ་རེད་དེ་སྔོན་ལ་སྟོང་པ་ཉིད་རྟོགས་ན་ཡང། རྗེས་དཔག་གིས་རྟོགས་པ་དོན་སྤྱི་དང་འབྲེལ་བའི་ཚུལ་གྱིས་རྟོགས་པའོ་དེ་མ་གཏོགས་མངོན་སུམ་དུ་རྟོགས་པ་དེ་ཡོད་པ་མ་རེད། ཡིན་ཙང། མཐོང་ལམ་ཐོས་པ་ནི་ས་དང་པོ་ཐོབ་པ་རེད། སྐབས་དེ་ནས་བཟུང་སྟེ་རང་དོན་བྱང་ཆུབ་མཆོག་ལ་ཉེ་བ། རང་དོན་བྱང་ཆུབ་ཟེར་བ་དེ་རང་གི་དོན་དུ་ཉོན་མོངས་པ་དང་ཤེས་བྱའི་སྒྲིབ་པ་སྤངས་པ། དེ་ལ་རང་དོན་བྱང་ཆུབ་ཟེར་གྱི་ཡོད་པ་རེད། དེ་ངོས་བཟུང་བ་ཡིན་ན། ངོ་བོ་ཉིད་སྐུ་དང་ཡེ་ཤེས་ཆོས་སྐུ་ལ་རང་དོན་གྱི་བྱང་ཆུབ་ཟེར་གྱི་རེད། གཞན་དོན་སེམས་ཅན་གྱི་དོན་རླབས་པོ་ཆེ་འགྲུབ་པར་མཐོང་ཟེར་དུས་གཞན་སེམས་ཅན་ཐམས་ཅད་ཀྱི་དོན་རླབས་པོ་ཆེ་འགྲུབ་པའི་ནུས་པ་ཕུན་སུམ་ཚོགས་པ་དེ་གཞན་དོན་གཟུགས་སྐུ་གཉིས་དེ་རེད་ལོངས་སྐུ་དང་སྤྲུལ་སྐུ་གཉིས། ཨོ་དེ་ཡིན་ཙང། ཐེག་ཆེན་འཕགས་པའི་གོ་འཕང་ཐོབ་པ་ནས་བཟུང་སྟེ་རང་དོན་གྱི་སྐུ་དང་གཞན་དོན་གྱི་སྐུ་སྒྲུབ་པ་ལ་ཤིན་ཏུ་ཉེ་བ། ག་རེ་ལབ་ན་ནི་ཚོགས་གཉིས་བསོད་ནམས་ཀྱི་ཚོགས་དང་ཡེ་ཤེས་ཀྱི་ཚོགས་རེ་བ་ཚོགས་གཉིས་གང་འདྲ་གཅིག་རྫོགས་པར་བྱེད་ན་ཡང་གང་ལ་གང་འཚམ་གྱི་རང་དབང་དང་ལྡན་པ་རེད། སོ་སོ་སྐྱེ་བོ་ནས་སྐབས་སུ་ཚོགས་རྒྱ་ཆེན་པོ་གཅིག་བསགས་པར་འདོད་ན་ཡང་སྐྱེ་རྒ་ན་འཆི་ལ་རང་དབང་རྩ་བ་ཉིད་ནས་མེད་པ། ནི་ཁམས་གསུམ་འཁོར་བ་ག་ནས་གང་འདྲ་གཅིག་ཏུ་སྐྱེ་བར་བྱེད་པ་ལ་ཡང་རང་ཉིད་ལ་རང་དབང་མེད་པ། ཨོ། དེ་འདྲ་ཡིན་པ་ཡིན་ཙང། བསམ་པ་རྒྱ་ཆེན་པོ་ཅིག་ཡོད་ན་ཡང་དོན་རྒྱ་ཆེན་པོ་ཅིག་གི་སྒྲུབ་པའི་རང་དབང་མེད་པ་དེ་འདྲ་ཡིན་པ་རེད། ཐེག་ཆེན་འཕགས་པའི་སྐོང་འཕང་ཐོབ་པ་ནས་བཟུང་སྟེ་སྐྱེ་མཆེད་ལ་རང་དབང་ཐོབ་པ། ཨོ། དེ་འདྲ་ཡིན་ཙང་སངས་རྒྱས་ཀྱི་སྐུ་འགྲུབ་པར་བྱེད་པའི་རྒྱུ་ཕུན་སུམ་ཚོགས་པ་སྒྲུབ་པའི་ཚོགས་གཉིས་བསགས་པ་ལ་རང་དབང་ཡོད་པ་རེད། ཡིན་ཙང་ས་དང་པོ་རབ་ཏུ་དགའ་བ་ཐོབ་པ་ནས་སངས་རྒྱས་ཀྱི་སྐོང་འཕང་སྒྲུབ་པ་ལ་ཤིན་ཏུ་ཉེ་བ་རེད། ཨོ། དེ་འདྲ་སོང་བ་རེད། ད་ནི་ཚུལ་ཁྲིམས་འཆལ་བ་དང་ཐ་མའི་ཡིད་ལ་བྱེད་པའི་དྲི་མ་དང་བྲལ་བས་གཉིས་པ་དྲི་མ་མེད་པ། ས་གཉིས་པ་ལ་དྲི་མ་མེད་པ་ཟེར་དགོས་པའི་རྒྱུ་མཚན་དེ། རྨི་ལམ་དུ་ཡང་ཚུལ་ཁྲིམས་འཆལ་བ། ཚུལ་ཁྲིམས་ལ་སྐྱོན་ཤོར་བ། དཔེར་ན་སྡོམ་པ་ཤོར་བ། འོ་དེ་འདྲ་རྨི་ལམ་དུ་ཡང་ཤར་གི་མ་རེད་ཟེར་བ་དང། ཐེག་དམན་གྱི་ཡིད་ལ་བྱེད་པ་རྒྱལ་སྲས་བྱང་ཆུབ་སེམས་དཔའ་ཡིན་ཙང་དུས་ནམ་ཡང་རང་ཉིད་གཅིག་པུའི་ཆེད་དུ་ཞི་བདེ་འདོད་པ་དང་ང་རང་གཅིག་པུ་བདེ་བར་འདོད་པ་ལ་སོགས་པ་དེ་འདྲ་བའི་ཐེག་དམན་ཡིད་བྱེད་ཀྱི་བློ། ཡང་ན་རང་ཉིད་སྐྱེ་བར་འཛིན་པའི་བློ་དེ་འདྲ་རྨི་ལམ་དུ་ཡང་ཤར་གི་མ་རེད། མདོར་ན་ས་གཉིས་པ་ལ་དྲི་མ་མེད་པ་ཟེར་དགོས་པའི་རྒྱུ་མཚན་དེ་གཅིག་ནི། སོ་སོར་ཐར་བ་རེ་འདུན་ལ་སོགས་པའི་ཚུལ་ཁྲིམས་ལ་སྐྱོན་ཕོག་པས། ཆ་ཕྲ་མོ་ཙམ་ཡང་སྦྱོང་གི་མ་རེད་ཟེར་བ་གཅིག་དང་གཉིས་ནི་བྱང་ཆུབ་སེམས་དཔའི་ལྷག་པ་ལ་སྐྱོན་ཤོར་གི་མ་རེད། རང་ཉིད་སྐྱེས་པར་འཛིན་པའི་བློ་ཟེར་ན་འདྲ་ཡང་ན་ཐེག་དཔལ་གྱི་ཡིད་ཆེས་ཟེར་བ་འདི་བྱང་ཆུབ་སེམས་ཀྱི་ལྡོག་ཕྱོགས་ཡིན་པ་རེད་ཡིན་ཙང་ས་གཉིས་པ་ཐོབ་པ་ནི་ཚུལ་ཁྲིམས་ཀྱི་ལྡོག་ཕྱོགས་དང་བྱང་ཆུབ་སེམས་ཀྱི་ལྡོག་ཕྱོགས་ཆ་ཕྲ་མོ་ཙམ་ཡང་མི་འབྱོང་བ་ཡིན་ཙང་ས་གཉིས་པ་ལ་དྲི་མ་མེད་པ་ཞེས་བརྗོད་པ་རེད། དེ་ནས་ཏིང་ངེ་འཛིན་གྱི་སྟོབས་ཀྱིས་ཆོས་ཚད་མེད་པ་མཚོར་བྱང་གཞན་དག་ལ་ཆོས་ཀྱི་སྣང་བ་ཆེན་པོ་བྱེད་པས་ས་གསུམ་པ་ཨོ་བྱེད་པ། ས་གསུམ་པ་ལ་ཨོ་བྱེད་པ་ཟེར་དགོས་པའི་རྒྱུ་མཚན་དེ་ག་རེ་ལབ་ན། རང་ཉིད་ཀྱི་ཆུ་སྦྱིན་གྱི་ཏིང་ངེ་འཛིན་ལ་སོགས་པ་ཏིང་ངེ་འཛིན་གྱི་སྒོ་སྣ་ཚོགས་ལ་བརྟེན་ནས། ཕྱོགས་གཅིག་སངས་རྒྱས་ལ་སོགས་པའི་མདུན་དུ་ཆུ་སེམས་བྱང་ཆུས་མཚོར་བ་དང་རང་ཉིད་ལ་རྐང་ཐོབ་པའི་ཆོས་ཀྱི་རྣམ་གྲངས་དང་ཆོས་ཀྱི་རྒྱུན་དེ་དག་གཞན་དག་རང་གི་གདུལ་བྱར་གྱུར་པའི་སེམས་ཅན་གཞན་དག་ལ་ཡང་ཤིན་ཏུ་ནས་སྟོན་པར་བྱེད་པ་ཡིན་ཙང་དེ་ལ་ས་གསུམ་པ་འོ་བྱེད་པ་ཞེས་བསླབ་པར་ཨེ་སྲིད། ཨ་ནི་བྱང་ཆུབ་མཆོག་མཐུན་གྱི་ཤེས་རབ་ཀྱིས་མིའི་སྒྲིབ་གཉིས་བསགས་པར་བྱེད་པའི་བྱིས་པ་དབུལ་འཕྲོག་བ། ས་བྱིས་པ་ལ་དབུལ་འཕྲོག་པ་ཟེར་དགོས་པའི་རྒྱུ་མཚན་དེ་ག་རེ་ལབ་དུས་ཤེས་རབ་ཀྱིས་མིའི་ཡིད་སྒྲིབ་གཉིས་བསགས་པར་བྱེད་པའི་ནུས་པ་དེ་ཐོབ་པ་རེད། སྤྱིར་བཏང་ས་དང་པོའམ་ཡང་ན་སྒོམ་ལུགས་ནས་བཟུང་སྟེ། སྒྲིབ་པ་གཉིས་ལྷན་སྐྱེས་ཀྱི་སྐོར་དེ་དག་སྤང་གི་ཡོད་པ་རེད། ད་ནི་ཀུན་བརྟགས་ཀྱི་སྐོར་དེ་དག་མཐོང་ལམ་ནས་སྤངས་ཟིན་པ་དང། ད་ནི་སྒོམ་ལམ་ནས་བཟུང་སྟེ། ད་ནི་ཤེས་སྒྲིབ་ལྷན་སྐྱེས་དང་ཉོན་སྒྲིབ་ལྷན་སྐྱེས་གཉིས་སྤོང་བ་ལ་བརྩོན་པ་བྱེད་ཀྱི་ཡོད་པའོ་དེ་འདྲ་རེད། ས་བཞི་པ་ཐོབ་པ་ནས་བཟུང་སྟེ། སྒྲིབ་པ་གཉིས་ལྷན་སྐྱེས་ན་སྤང་བར་བྱེད་པས་གདངས་ནུབ་པ་ཁྱད་པར་ཅན་གྱིས་ཐོབ་པ་རེད། སྟོང་པ་ཉིད་ལ་དམིགས་པའི་ཏིང་ངེ་འཛིན་དང་ཤེས་རབ་ཀྱིས་བཙལ་ཀྱང་ཐུན་མོང་མ་ཡིན་པ་དང། སྙིང་རྗེ་ཆེན་པོ་དང་བྱང་ཆུབ་ཀྱི་སེམས་ལ་སོགས་པའི་བསོད་ནམས་ཀྱི་ཚོགས་ཀྱི་ནུས་པ་ཡང་ལྷག་པར་དུ་ཐོབ་པ་དེ་འདྲ་ཡིན་ཙང་དེ་ལ་ཤེས་པ་དབུལ་འཕྲོ་བ་ཟེར་གྱི་རེད།